ཕ་བོ་ཆེ་མདོ་སྤོས་དྲུག་ཡོད་རེད། དེ་ནས་ད་ཁ་སང་ཞུས་པ་ལྟ་བུ་རེད། གོ་རིམ་འདི་ད་ལྟའི་ང་རང་གི་ཐོབ་ཡིག་ལྟ་བུ་བྱས་ནས་དེ་ནས་ཕ་བོ་ཆེ་མདོ་དེ་དང་པོ་བཞག་པ་རེད། གཞུང་ཁོ་རང་གི་དཀར་ཆག་གཞིར་བཟུང་བྱས་པ་ཡིན་ན་མདོ་སྡེ་དཀོན་མཆོག་བརྩིགས་པ་སྤོས་དྲུག་དེ་དང་པོ་ཐུག་དེ་ཡོད་རེད། དེ་འདྲ་ཞིག་བྱས་ད། ཕ་བུ་ཆེ་མདོ་སྡེ། སྤྱི་གཙང་དང་མདོ་སྡེ་ཕར་ཕྱེ་བའི་ནང་ལོགས་ལ་ཡང་སངས་རྒྱས་དང་བྱང་ཆུབ་སེམས་དཔའ་ཐམས་ཅད་དེ། ཐེག་པ་ཆེན་པོའི་གེགས་ལྟ་བ་ཐེག་པ་ཆེན་པོའི་སྒོམ། ཐེག་པ་ཆེན་པོའི་གེགས་སྤྱོད་པ་ལྟ་བ་སྒོམ་པ་སྤྱོད་པ་གི་ཐོག་ལ། དྲི་བ་དང་ལན་གྱི་ཚུལ་དུ་བཀོད་པའི་གེགས། ཚུལ་འདི་གཙོ་ཆེ་བ་ཡོང་སྡད་ཀྱི་ཡོད་རེད། ད་མདོ་སྡེ་ཕ་བོ་ཆེ་འདི་གཙོ་བོ་དེ། ད་ཚུར་འགག་འདྲ་བ་ཚུར་བསྡུས་ཡོང་དོན་དང་པོ་དེ། དེ་བཞིན་གཤེགས་པ་ཐམས་ཅད་ཀྱི་ད་བསམ་གྱིས་མི་ཁྱབ་པའི་ཆོས། ད་གཞོན་ང་ཚོ་ད་སངས་རྒྱས་ཀྱི་ཆོས་སངས་རྒྱས་ཀྱི་ཆོས་ཟེར་ཤེས་དེ་ཡོད་རེད། འོ་དེ་འདྲའི་གི་དེ་བཞིན་གཤེགས་པ་ཐམས་ཅད་ཀྱི་ཆོས་དེ་ནི་བསམ་གྱིས་མི་ཁྱབ་པ་རེད། ད་ངོ་སྤྲོད་བྱེད་ཡ་དེ་དེ་རེད་དང་པོ་དེ། དེ་བཞིན་གཤེགས་པ་ཐམས་ཅད་ཀྱིས་ཆོས་བསམ་གྱིས་མི་ཁྱབ་པ་ལྟར་ཁྱོད་བསམ་གྱིས་མི་ཁྱབ་པ་ཞེས་བཤད་ཡོད་དུ་ད་མ་ཤི་སྡོམ་དོན་འདི་ས་ཉིད་རྒྱས་ལ་ཞུས་ན་བསམ་ལྟར་ཆོས་བསམ་གྱིས་མི་ཁྱབ་པ་ཟེར་ཡ་དེ། དེ་ནི་ཆོས་ནང་ན་ཐེག་པ་ཆེན་པོའི་ཆོས་ནང་ན་ག་རེ་བཤད་ཀྱི་ཡོད་རེད་ཟེར་ན། རྒྱ་ཆེ་ལ་གཏིང་ཟབ་པའི་ཀྱི་ལྟ་བ་དགོངས་པ་སྤྱོད་པ་དེ་བཤད་ཀྱི་ཡོད་རེད། དེ་འདྲའི་ཀྱི་ཆོས་དེ་བསམ་གྱིས་མི་ཁྱབ་པ་ཡིན་པའི་རྒྱུ་མཚན་ནང་བལྟས་ནས་གང་ཉམས་སུ་བླངས་ན། དེ་ནི་གཅིག་རྩ་བ། གཏི་མུག་བདེན་འཛིན་མ་རིག་པ་དེ་ཟད་ཐུབ་ཀྱི་ཡོད་པ་དང་དེ་ཟད་ཐུབ་ན་དེ་ལས་སྐྱེས་པའི་བདག་ཆགས་སྡང་གི་བློ་ཕྱིན་ཅི་ལོག་པ་དང་དེས་སྐྱེས་པའི་དགེ་ལས་འོ་དེ་ཚོ་ཟད་ཐུབ་ཀྱི་རེད། དེ་འདྲའི་གི་ལྟ་རྟོག་ནུས་པ་ཆེ་ཤོས་དེ་ནུས་པ་ཆེ་བ་དེ་ག་གི་སྟེང་དུ་ཡོད་རེད་བསམ་ན་ཐེག་པ་ཆེན་པོའི་གི་ལྟ་བ་སྒོམ་པ་སྤྱོད་པ་ཐོག་ལ་ཡོད་པ་ཡིན་དུས་དེ་བཞིན་གཤེགས་པ་ཐམས་ཅད་ཀྱི་ཆོས་སམ་དེ་མི་བྱེད་པར་བསྟན་པ་རེད། ད་དེ་འདྲའི་ཅིག་གིས་ཆོས་བསམ་གྱིས་མི་ཁྱབ་པའི་ཉམས་སུ་བླངས་ན། མ་འོངས་པ་ལ་ཡང་ཐོབ་བྱའི་འབྲས་བུ་དེ་དེ་བཞིན་གཤེགས་པ་ཐམས་ཅད་ཀྱི་ཐུན་མོང་ལ་ཡང་ལྟོས་ནས་མཚན་བཟང་པོ་སུམ་ཅུ་སོ་གཉིས་དཔེ་བྱད་བཟང་པོ་བརྒྱད་ཅུ་ལ་སོགས་པའི་མཚན་དཔེ་གྱི་ཡོན་ཏན་ཐམས་ཅད་དེ་དེ་གིས་བསྐྲུན་ཐུབ་ཡོད་རེད། བསྐྲུན་ཐུབ་ཡོད་རེད། ད་དེ་འདྲ་ཡིན་དུས་དུས་རྒྱུན་དུ་ཉམས་ལེན་པ་ཚོ་གིས་ག་རེ་བསྒུག་དགོས་རེད་ཟེར་ན་གཙོ་བོ་དེ་ཐེག་པ་ཆེན་པོའི་གདངས་ཅན་གྱི་ལྟ་བ་ལ་ལོངས་སུ་སྤྱོད་པ། ཐེག་པ་ཆེན་པོའི་དགོངས་པ་ལ་ལོངས་སུ་སྤྱོད་པ། ཐེག་པ་ཆེན་པོའི་སྤྱོད་པ་ལ་ལོངས་སུ་སྤྱོད་པ་ཞེས་ནས་ད་སྤྱོད་པ་ཟེར་ཡ་ཚིག་འདིས་དུས་རྒྱུན་ང་ཚོར་ལྟ་བ་སྒོམ་པ་སྤྱོད་པ་གསུམ་གྱི་ནང་གི་ཚིག་ཟུར་གྱི་སྤྱོད་པ་ཟེར་ཡ་དེ་བཤད་པ་མ་ཡིན་པ་ཉམས་སུ་ལེན་པའི་རིམ་པ་ལ་སྤྱོད་པའི་དག་ཉིད་སྦྱར་ཡོང་དུས་འདི་ནི་ལྟ་བ་ལ་ཕྱིན་ཅི་མ་ལོག་པའི་སྤྱོད་པ། སྒོམ་པ་ལ་ཕྱིན་ཅི་མ་ལོག་པའི་སྤྱོད་པ། སྤྱོད་པ་ལ་ཤེས་ཀྱི་མ་ལོག་པའི་སྤྱོད་པ་དེ་དགུ་དགུ་ཡོད་རེད། ད་དེ་འདྲ་བཤད་ཡོང་དུས་དེ་ཡི་ནང་དོན་གཙོ་བོ་དེ་མདོ་སྡེ་ཕ་བོ་ཆེ་གི་ནང་ལ་ག་བ་བཞག་ཡོད་རེད་བསམ་ན་ཀུན་ཏུ་ཚད་མེད་པའི་གི་སྤྱོད་པ་ཞིག་བཞག་ཡོད་རེད། ད་ཚད་མེད་པའི་སྤྱོད་པ་ཟེར་བ་དེ་ག་བ་བཞག་ཡོད་རེད་བསམ་ན་དེ་བཞིན་ང་ཚོའི་བཟང་སྤྱོད་སྨོན་ལམ་ཟེར་བ་དེ་རེད། བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ་གིས་བཏབ་པའི་སྨོན་ལམ། དུས་ཀྱི་ངང་དུ་འཕགས་པ་བཟང་པོ་སྐྱེ་བའི་སྨོན་ལམ་གྱི་རྒྱལ་པོ་ཞེས་ཡང་དེ་ལྟ་བར་ལྟར་གསུངས་ཏེ་ཡོད་པའོ། དེ་ཚད་མེད་པའི་སྐྱོ་བ་མདོ་སྡེ་འཕགས་པོ་ཆེ་གེ་ནང་གི་ད་ལྟ་བ་ཚད་མེད་པའི་གེ་འགག། སྒོམ་པ་ཚད་མེད་པའི་གེ་འགག་སྤྱོད་པ་ཚད་མེད་པའི་གེ་འགག་དེ་འདྲིལ་ཡོང་དུས་ག་རི་ན་འདུས་ཡོད་རེད་ཟེར་བཤད་ཡོང་དུས་བྱང་ཆུབ་སེམས་དཔའ་སྐུ་སྟོད་གསར་བུ་གེ་སྨོན་ལམ་ནང་ལ་བཞག་ཡོད་པ་རེད། དེ་འདྲ་དེ་ལ་ཐ་སྙད་ག་རེ་བཏགས་ཡོད་རེད་ཟེར་ན། ཀུན་ཏུ་ཚད་མེད་པའི་གི་སྤྱོད་པ་སྟོན་པ། ཀུན་ཏུ་ཚད་མེད་པའི་གི་སྤྱོད་པ་བསྟན་ཡོད་འདུག་ད་དེ་གི་འགག་དེ་དེའི་ནང་ངོ་ལ་ནམ་མཁའི་མཐའ་ཐུག་གྱུར་པ་ཇི་ཙམ་པ། སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ། ཇི་ཙམ་ལས་བཏང་ཉོན་མོངས་མཐའ་གྱུར་པ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་ཟེར་ཡག་ཤོ་ལོ་ཀ་དེའི་ནང་ངོ་ལ། དེ་ནི་སངས་རྒྱས་དང་བྱང་ཆུབ་སེམས་དཔའ་རྣམས་ཀྱིས་ཚད་མེད་པའི་གི་ལྟ་བ་ལ་ལོངས་སུ་སྤྱོད་དང། ཚད་མེད་པའི་གྱི་བསྒོམ་པ་ལ་ལོངས་སུ་སྤྱོད་དང་ཚད་མེད་པའི་གྱི་སྤྱོད་པ་ལ་ལོངས་སུ་སྤྱོད་དང་དེ་ཡི་རིམ་པ་དེ་འགའ་ལ་ཆུ་འདྲིལ་ཡོང་ན་ཤོ་བ་འགའ་དེའི་ནང་ལ་ཡོད་རེད། དེ་འདྲ་ཡིན་དུས་ད་ནམ་མཁའི་ནམ་མཁའི་མཐའ་ཐུག་གྱུར་བ་ཇི་ཙམ་པ་ནམ་མཁའ་མ་ཟད་ཀྱི་བར་དུ་འདི་ནས་ནམ་མཁའི་གར་ཆབ་ལ་སེམས་ཅན་གྱི་ཆབ་ཡོད་རེད། སེམས་ཅན་ག་བར་ཆགས་ཡོད་ན་དེ་ཡི་རྒྱུད་ལ་ལས་དང་ཉོན་མོངས་པའི་ཆགས་ཡོད་རེད། ལས་ཉོན་དེ་ག་བར་ཆགས་ཡོད་ན་དེ་ཡིས་བསྐྱེད་པའི་འབྲས་བུ་སྡུག་བསྔལ་དེ་ཆགས་ཀྱི་ཡོད་རེད། ད་དེ་འདྲ་ཡོན་དུ་འབྲས་བུ་སྡུག་བསྔལ་ཟད་དགོས་ན་དེ་ཡི་རྒྱུ་ལས་ཉོན་ཟད་དགོས་ཀྱི་རེད། དེ་རེད་བ། འབྲས་བུ་སྡུག་བསྔལ་ཟད་དགོས་ན་དེ་ཡི་རྒྱུ་ལས་ཉོན་ཟད་དགོས་ཀྱི་རེད་མ་གཏོགས། འབྲས་བུ་སྡུག་བསྔལ་ཟད་པར་ཤོག་ཟེར་ང་ཚོ་ག་ཚོད་སྨོན་ལམ་རྒྱག་བསྡད་པ་ཡིན་ན་ཡང་རྒྱུ་ལས་ཉོན་གྲུང་པོ་དང་བདག་ཏུ་འཛིན་པའི་གཅིག་ཆོད་ལོ་པའི་བློ་གྲུང་པོ་དེ་རྒྱུད་ལ་ཉེ་བར་བཞག་དེ་རྒྱུད་ལ་ཡང་རྟག་ཏུ་འདྲི། གོམས་བསྡད་ནས་སྡུག་བསྔལ་ཞི་བར་ཤོག་ཟེར་ན་དེ་ཕྱིན་ཅི་ལོག་པའི་ལྟ་བ་སྒོམ་པ་ཆགས་འགྲོ་གི་ཡོད་རེད། ད་ཡང་དག་པའི་སྤྱོད་པ་དེ་ག་རེ་དགོས་གི་རེད་ཟེར་ན་ལྟ་བ་སྒོམ་པ་སྤྱོད་པ་ལ་འཇུག་ཚུལ་དེ་མ་ནོར་བ་ཞིག་དགོས་གི་ཡོད་རེད། དེ་མ་ནོར་བ་དེ་ག་རེ་ཟེར་ན་རྒྱུ་ལྡོག་པའི་འབྲས་བུ་ལྡོག་པ་དེ་དགོས་གི་ཡོད་རེད། རྒྱུ་ཟད་ན་འབྲས་བུ་ཟད་གི་ཡོད་རེད་རྒྱུ་མ་ཟད་ན་དེའི་བསྐྱེད་པའི་འབྲས་བུ་ཟད་གི་མེད་པ་ཡིན་དུས་དེ་ལ་བརྟེན་ནས། ནམ་མཁའི་མཐར་ཐུག་འཆོལ་བར་བྱེད་ཙམ་པ་སེམས་ཅན་མ་ལུས་མཐའ་ཡང་དེ་བཞིན་ཏེ་ཟེར་དུ་ནམ་མཁའི་གར་ཞབས་ལ་སེམས་ཅན་གྱི་ཆགས་པ་སྟེ། བྱེད་ཙམ་ལས་དང་ཉོན་མོངས་མཐའ་འཆོལ་པ་ཟེར་དུས་ད་སྡུག་བསྔལ་དེ་གང་ལ་བརྟེན་ནས་བྱུང་བ་རེད་ཟེར་ན་རྒྱུ་ལས་ཉོན་ལ་བརྟེན་ནས་བྱུང་གི་ཡོད་རེད། དེ་འདྲ་ཡིན་དུས་ལས་ཉོན་མ་སྲིད་ཀྱི་བར་དུ་སྡུག་བསྔལ་ཟེར་ག་མེད་པ་ཡིན་དུས་བྱང་ཆུབ་སེམས་དཔའ་རྣམ་འབྱེད་ཀྱི་ལྟ་བ་དཀོན་པར་སྤྱོད་པ་དེ་ཚུལ་གང་གིས་འཇུག་པ་དང། ཆེད་དུ་བྱ་བ་གང་གི་དོན་དམ་ལ་འཇུག་གི་ཡོད་ཟེར་ཤེས་པ་ཡིན་ན། རྒྱུ་ལས་ཉོན་སེལ་བའི་ཆེད་དུ་ལ་བྱ་ཆུ་སེམས་དཔའ་རྣམས་ཀྱི་ལྟ་བ་བསྒོམ་པའི་སྤྱོད་པ་དེ་འཇུག་གི་ཡོད་པ་རེད། དེ་ལ་བརྟེན་ནས་ཚད་མེད་པ་ཟེར་ཡང་རྒྱུ་མཚན་དེས། ལྟ་བ་ཕྱིན་ཅི་མ་ལོག་པ། བསྒོམ་པ་ཕྱིན་ཅི་མ་ལོག་པ་སྤྱོད་པ་ཕྱིན་ཅི་མ་ལོག་པ་ལ་འཇུག་ན། དེ་ཡི་ཕན་ཡོན་དེ་ཡི་ནུས་པ་བྱང་ཆུབ་སེམས་དཔའ་རྣམས་ཀྱི་ལྟ་བསམ་པ་རླབས་ཆེ་བ་སྦྱོར་བ་རླབས་ཆེ་བའི་ནུས་པ་དེས་ནི་འཇིག་རྟེན་གྱི་ཁམས་ཀྱི་སེམས་ཅན་མ་ཚད་ཀྱི་བར་དུ་ལ་ཕྲིན་ལས་ཀྱི་འཇུག་པ་རྒྱུན་ཆད་རྒྱུ་མེད་པ། འོ། རྒྱ་མཚོ་ཆུ་སྲིན་གནས་ཀྱི་རླབས། དུས་ལས་གཡོ་བར་འགྱུར་སྲིད་ཀྱང། གདུལ་བར་བྱ་བའི་སྲས་རྣམས་ལ་སངས་རྒྱས་དུས་ལས་ཡོལ་མི་མངའ་ཟེར་གསུང་བ་ལྟར་དུ། དེ་མཛད་པ་ཕྲིན་ལས་དེ་རྫོགས་ཀྱི་མེད་པ། ཕྲིན་ལས་རྫོགས་ཀྱི་མེད་པ་ཡིན་དུས། སེམས་ཅན་མ་ལུས་མཐའ་ཡང་དེ་བཞིན་དུ་གྱིས་ཙམ་ལས་དང་ཉོན་མོངས་མཐའ་གྱུར་པ་བདག་གི་སྨོན་ལམ་མཐའ་ཡང་དེ་ཙམ་མོ་ཞེས་པའི་གི་སྨོན་ལམ་དེ། གང་དང་འབྲེལ་བའི་སྨོན་ལམ་རེ་ས་ན་ཅི་དང་ང་ཚོ་འགྲུབ་པར་ཤོག་ཡོང་བར་ཤོག་རྒྱུ་ལས་ཉོན་ཟད་པར་ཤོག་འབྲས་བུ་སྡུག་བསྔལ་ཟད་པར་ཤོག་ཟེར་བ་ཙམ་ཞིག་གི་སྨོན་ལམ་མ་ཡིན་པ། ད་ལྟ་འདིའི་ནང་ནས་བཤད་པའི་གེགས་དེ་བཞིན་གཤེགས་པ་རྣམས་ཀྱི་གེགས་དག་ཆོས་བསམ་གྱིས་མི་ཁྱབ་པ་ཟེར་བའི་སྐབས་སོགས་ལ་དབྱར་གནས་ཟབ་དང་རྒྱ་ཆེ་བའི་གེགས་ལྟ་བ་ཟབ་དང་རྒྱ་ཆེ་བའི་གེགས་སྤྱོད་པ་ཟབ་དང་རྒྱ་ཆེ་བའི་གེགས་བསྒོམ་པ་དེ་གསུམ་གཅིག་ཏུ་སྒྲིལ་བའི་གེགས་ཉམས་ལེན་གྱི་ད་ནི་བསམ་སྦྱོར་གྱི་རླབས་ཆེན་པོ་དེ་རྣམས་ལ་འཇུག་ཡོང་དུས་དེའི་སྟོབས་ཀྱིས། དེ་ནས་ཅི་དགེ་དང། བདག་ལ་ཞེན་བཅས་དོན་རྒྱ་ཆེ་བ་དང་རླབས་ཆེ་བ་ཅིག་ཡོངས་ཐུགས་ཡོད་པའི་རྒྱུ་མཚན་ལ་བརྟེན་ནས་འཕགས་པ་བཟང་པོ་སྤྱོད་པའི་སྨོན་ལམ་ནང་ལོགས་ལ་ཡང་དག་བསྡུས་ནས་དེ་འབྲས་སུ་གསུངས་ཡོད། དེ་ཡི་ཕྱིར་ན་མདོ་སྡེ་འཕགས་པོ་ཆེ་གི་ནང་གི་ནང་དོན་གཙོ་བོ་དེ་ག་བ་བཞག་ཡོད་བསམ་ན་ཀུན་འདུས་བཟང་པོ་ཚད་མེད་པའི་གི་སྤྱོད་པ་བསྟོད་པ་རེད་དེ་འདྲ་དེ་ཡང་ནི་བྱང་ཆུབ་སེམས་དཔའ་ཀུན་འདུས་བཟང་པོས་བསྟོད་པའི་སྨོན་ལམ་བཟང་པོ་སྤྱོད་པའི་སྨོན་ལམ་ནང་ལ་ཡོད་རེད་ཅེས་ནས་དེ་ངས་ད་དུས་རྒྱུན་ང་ཚོ་ཆབ་གསང་གྲོལ་རེད་འདོད་ཁ་ཚང་ཡང་འདྲ་བོ་ཡིན་ན་ད་གང་དེར་ཕུང་པོ་ལྔ་དང་སྒྱུ་མ་འདྲ་ཞིག་བཞེངས་ས་ནས་གསུངས་ཏེ་ཡོད་རོ། ད་དེ་རིང་ཡང་ཅིག་ང་ཚོ་ནམ་མཁའི་མཐའ་ཐུག་འཕྱུར་བ་ཇི་ཙམ་པ་ཟེར་ཡ་དེ་ཤོ་ལོ་ཀ་དེ་སོང་ན་དེ་སྐབས་དང་བྲལ་བ་དོན་དང་འབྲེལ་བ་ཅིག་ཡོང་གི་འདུག་དེ་འདྲ་ཡིན་དུས་ད་བཟང་སྤྱོད་ཆ་ཚང་སོང་ན་ནི་ཡང་དུས་ཚོད་ཞིག་འགོར་འགྲོ་གི་རེད་བ། དེ་འདྲ་ཡིན་དུས་དེ་དེ་ནམ་མཁའི་མཐའ་ཐུག་ཟེར་ཁྱེད་རང་ཚོ་ལས་དང་པོ་པ་ཐམས་ཅད་ཀྱིས་བཟང་སྤྱོད་ནུས་མ་ཤེས་མཁན་སུ་ཡང་ཡོད་མ་རེད་ཕལ་ཆེ་བ་བློ་ལ་ཡོད་རེད། དེ་འདྲ་ཡིན་དུས་ད་ནམ་མཁའི་མཐར་ཐུག་སྤྱོད་པ་བཟང་སྤྱོད་འདོན་ཐུབ་ན་རབ་མ་ཐུབ་ན་དེ་ནས་ནམ་མཁའི་མཐར་ཐུག་ཤོད་པ་ཅི་ཙམ་པ་ཟེར་ཡ་དེ་ལ་བསམ་བློ་བཏང་བྱས་ནས་དེ་ལ་ཡང་ལྟ་བ་སྒོམ་པ་སྤྱོད་པ་ཅིག་གི་གནད་ཕྱིན་ཅི་མ་ལོག་པ་རྟོགས་ཐུབ་ན་ད་རབ་རེད་གལ་ཏེ་རྟོགས་མ་ཐུབ་ན་ཡང་ཅིག་གི་འདུ་ཤེས་དང་བསམ་བློ་ཕྱིན་ཅི་མ་ལོག་པ་ཅིག་གི་ཐོག་ནས་རྒྱུ་མཚན་ཤེས་པ་དང་གོ་བ་ཤེས་པ་དོན་ཤེས་པ་དེ་གི་རིམ་པ་དེ་ཤེས་པའི་ཐོག་ནས་འཇུག་ཤེས་ན་དེ་ནས་བཟང་པོ་སྤྱོད་པའི་སྨོན་ལམ་དེ་ཆ་ཚང་བ་འདོད་པའི་ཕན་ཡོན་ནི་ཡོང་གི་རེད་ལ་དེ་མདོ་སྡེ་ཕ་བོ་ཆེ་གི་དང་པོད་དྲུག་གི་ནང་དོན་ཡང་ཚང་མ་དེ་ནང་ན་ཡོད། ད་མཁས་པ་ཐམས་ཅད་ཀྱིས་སྔོན་གྱི་མཁས་པ་ཐམས་ཅད་ཀྱིས་བསྡོམས་བརྒྱག་ཡོང་དུས་མདོ་སྡེ་གི་མདོ་ཚན་གྱི་ནང་ལོགས་ལ་ཡང་བསྡུས་ཡོང་དུས་དེ་རེ་ཟ་སྟོན་གྱི་ཡོད་རེད། དེ་འདྲ་ཡིན་དུས་དེ་ལྟར་དུ་ཐུགས་ལ་བཞག་རོགས་གནང་ཞུ་བ་ཡིན།